ཨི་ཏྲ་ལི་བོ་རུ་ཚོགས་པའི་གོ་སྒྲིག་འོག་ཡོ་རུབ་བོ་རུ་སྐྱེ་འཚར་ཚོགས་པའི་ཚོགས་གཙོའི་ཚོགས་འདུ་རྒྱས་འཛོམས་ཤིག་ཚོགས་ཡོད་པ་དང། ཚོགས་འདུ་དེའི་ཐོག་སྐྱེ་རུབ་བོ་དོན་འཐབ་དུས་སོགས་དོན་ཚན་གནད་འགག་ཆེན་པོ་མང་པོ་གྲོས་བསྡུར་ལྷུག་པོ་གནང་ཡོད་པ་དང། ཚོགས་མི་ཡོངས་ནས་ཆེས་གལ་འགངས་ཆེ་བའི་དོན་ཆེན་བླངས་ཡོད་གཙོ་ཆེ་དང་བློ་ཡིད་ལ་འགྱོད་དཀའ་བ། ཉེ་བའི་ཆར་སྤྱི་ནོར་ཁང་སྐྱབས་མགོན་ཆེན་མོ་མཆོག་ཡོ་རུབ་ཡུལ་གྲུ་ཁག་ཏུ་ཆོས་བཞུར་སྐྱོང་སྐབས། དམ་སྲི་རྡོ་རྗེ་སྦྱིན་གྲོགས་ཉོག་བཞིན་བཞུགས། ནི་ཁོང་ལོག་དང་གྲོང་སྡེའི་རྩ་བ་ནས་མིད་པའི་མཚན་མི་གཞིར་བཞེངས་པར་ཚོགས་ཕེབས་པའི་ཡོངས་ནི་བཟོ་མིའི་ངོ་རྒོལ་གྱི་གསར་འགུལ་གསལ་བསྒྲགས་ཤིག་སྤེལ་ཡོད་པ་རེད། དེ་ཡང་གསར་འགུལ་གསལ་བསྒྲགས་དེའི་ནང་འཁོད་དོན། རྡོ་རྗེ་སྦྱིན་གྲོང་བ་དེའི་རུག་ཅིང་ནང་ཆོས་ལ་དད་གུས་དགའ་ཞིང་ཡོ་འཁོར་ཙམ་ལས་དོན་དངོས་ཐོག་རྒྱ་དམར་གྱིས་བོད་ནང་སངས་རྒྱས་ཀྱི་བསྟན་པ་དང་རུ་ཤང་རྩ་མེད་གཏོང་དང་གཏོང་མུས་ཀྱི་སྲིད་བྱུས་དང་བཤད་བྱུས་ཐབས་སྡུག་ལ་ངོ་རྒོལ་ཤེས་མྱོང་མེད་ལ། སངས་རྒྱས་ཀྱི་བསྟན་པ་འཛམ་གླིང་འདིའི་ནང་ཉི་འོད་ལྟར་སྤེལ་མཁན་གསལ་སྟོང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། འཛམ་གླིང་ཞི་བདེ་དད་པའི་གཅུན་ན་གོང་གསལ་སྐྱབས་མགོན་ཆེན་པོ་མཆོག་ལ་བསམ་ཡུལ་ལས་འདས་པའི་མཚན་མའི་དངོས་སྐོར་སྐད་འབོད་བཤད་དང་བཤད་བཞིན་པ་ནི་ངོ་ཚ་ཁྲེལ་མེད་ཀྱི་བཤད་རྒྱུའི་ཐ་ཤལ་ཞིག་དང་ཡུལ་མིའི་སྐྱོན་བརྗོད་དུ་ངོས་འཛིན་ཐོག་རང་ཞིང་གཉིས་ཕོངས་ཀྱི་ལས་འགུལ་དེ་ཡོ་རུབ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོའི་ཚོགས་འདུ་བསྐྱར་བའི་ཚོགས་མི་ཡོངས་ནས་མཐའ་གཅིག་ཏུ་ངོ་རྒོལ་དང་མ་འོངས་པར་གདོང་ལེན་ནན་པོ་བྱ་རྒྱུའི་གསར་འགོད་བསྒྲགས་གཏམ་སུ་ཨི་ཏཱ་ལི་གྲོང་སྡེའི་སྤུ་མ་ཡ་ནས་སྤྱི་ལོ་ཉིས་སྟོང་བཅུ་བཞི་ཟླ་བ་དགུ་པའི་ཚེས་དྲུག་ཉིན་ལ་སྤེལ་ཡོད་པ་རེད། མ་ཟད་ཚོགས་འདུ་དེའི་ཐོག་ཡོ་རུབ་ཡུལ་གྲུ་ཁག་ཏུ་བོད་རིགས་ཚོགས་ཁང་རྣམས། ནུས་པ་མཉམ་རུབ་ཀྱིས་བོད་དོན་འཐབ་རྩོད་ཀྱི་ལས་འགུར་ནུས་ཤུགས་ཆེར་གཏོང་སླད། སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་སུམ་ཅུ་དུས་རིང་གི་སྲོང་བཙན་ཞེ་ཡོལ་ཧྥ་རན་སི་དང་བོད་རིགས་ཚོགས་པ། བཅོ་ལྔ་མཉམ་རུབ་ཀྱིས་བོད་དོན་ལས་འགུར་རྒྱ་ཆེ་སྤེལ་གྱི་མུ་མཐུད་ཤོང་ཡོད་པ་རེད། རྣམ་པ་ཚོས་བཀའ་དྲིན་ཆེ་ང་ཚོའི་ལས་རིམ་དེ་འདི་ནས་མཇུག་སྒྲིལ་ཞུས་ཟིན་པ་ཡིན། ལྷག་དོན་བརྙན་ལེན་པ་རྫ་ཆི་རོང་དྲ་སུས་སི་ནས་ཆེད་ཕེབས་ཀྱིས་དབྱི་ཏྲ་ལེ་ཚོགས་འདུའི་དངུལ་བཅར་གྱིས་བརྙན་ལེན་པ་ལ་ཉོན་ཧོང་རིག་པའི་ཏང་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། སྐྱར་དེ་རྗེས་ཡང།